ནོར་བྱང་སེང་གེ་འབུལ་བ་བདག་བླ་མས་ཕ་བླ་མའི་བཀའ་དྲིན་སྒྲོལ་བས་སྦྱར་རོ། ཕན་པའི་ལན་དུ་མཆོད་པ་བྱས་པ་ནི་བསྒོ་བའི་ཚིག་བཞིན་ཉམས་སུ་ལེན་པ་ཡིན། སྐྱེས་རབས་ཀྱི་ནང་ལ་གསུང་བདེ་བ་ཨོ་ད་དེ་འདྲས་ཅིག་ཐུགས་ལ་བཞག་ནི་ང་རང་ཚོ། ཕ་སྤྲེལ་རྒན་བྱང་ཆུབ་སེམས་དཔའ་མ་སྲིང་མོ་བྲག་སྲིན་གྱི་རིགས་རྒྱུད་གཅིག་པ། ཕ་མ་གཅིག་གི་སྤུ་གུ་ཨོ་དེ་འདྲས་ཅིག་ཡིན་དགོངས་དགོངས་བྱས། ཆོས་ལུགས་ལ་དབྱེ་བ་མེད་པ། ཆོས་བརྒྱུད་ལ་དབྱེ་བ་མེད་པ། ཆོལ་ཁའི་དབྱེ་བ་མེད་པ་ཨོ་དེ་འདྲས་ཅིག་གི། འོས་བསྡུ་གཅིག་སྒྲིལ་ཅིག་གནང་གི་ཡིན་ན། དགྲ་ལ་ངོམ་རྒྱུ་ཡང་དེ་རེད། གཉེན་ལ་འཆར་རྒྱུ་ཡང་དེ་རེད། ཨོ་དགོས་མཁོ་འབྲི་བ་ཡང་དེ་རེད། ཨོ་སྙིང་པོའི་དོན་ཡང་དེ་རེད། ཨོ་ད་དེ་འདྲའི་ཅིག་མེད་པ་བྱས། ཨོ་ང་ཚོ་ཁོ་ཚོ་ཅིག་དུག་ལྟུགས་བྱས་པ་ཡིན་ན་དེ་ནི་ངས་བལྟས་ན་ནི་སྤུ་གུ་རྩེ་མོ་རང་འཐུང་གི་འདུག་ག་རེ་རེད་ཟེར་ན། ང་ཚོ་ནི་ལོ་ཉི་ཤུ་སུམ་ཅུ་གཅིག་གི་ནང་འཛམ་བུ་གླིང་འདི་བཞག་ནས་འགྲོ་གི་རེད་རྒན་གོག་ཆགས། ལོ་གཞོན་པ་དེ་གས་དེ་གས། ང་ཚོ་ཁོ་ཚོ། ང་དབུལ་བ། ང་གཙང་པ། ང་ཁམ་མདོ། ང་ཨ་མདོ་ཟེར་མཁན་དེ་ཆགས་ས་རེད་ཆགས་ས་མ་རེད་ད་ལྟ་ཨ་ལས་དང་པོ། སྐད་དེ་ར་འཕྲོད་ལ་མ་འཕྲོད་ཅིག་ཆགས་འཕྲོ་ཆགས་འཕྲོ་ཅིག་འདུག་ཨེ་ནི་དེ་ཡོང་ས་རེད་ཡོང་ས་མ་རེད་དེ་དགོངས་པ་བཞེས་ད་ད་དེ་ད་ག་ཚོད་སྤུ་བོའི་རྩེད་མོ། ཨོ། ཨོ། ཨོ་དེ་འདྲས་ཡིན་འདུག་ཕུགས་རྒྱང་རིང་པོའི་དགོངས་པ་བཞེས་རྗེས་ད་ལྟ་ང་རང་ཚོ་གི་འཐེན་འཁྱེར་ཆུང་ཆུང་ཆུང་ཆུང་བྱས་ཏེ་ཆོ་གཅེས་མེད་པའི་ལས་ཀ། སྤུ་ཆུང་ཆུང་གི་བྱེ་མའི་ཁང་བུ་བརྩིགས་པ་དང་གཅིག་པུ་གཅིག་རྐྱང་གཅིག་གི་ཕུགས་བརྟན་མའི་བདེ་གཉེན་གྱི། དོ་ཟླ་འབྲུ་ཡ་མའི་བདེ་གཉེན་ཨོ་དེ་འདྲའི་གཅིག་རེད་འདུག་བ། ཨོ་ད་དེ་མ་ཡིན་པ། ཨོ་གཅིག་འོག་ཆུ་གཅིག་སྤྲེལ་གཅིག་གི། བོད་ཀྱི་ཆོས་དང་རིག་གཞུང་ཨོ་འདི་གའི་དེ་བདག་པོ་གཅིག་རྒྱབ་ཅེས་ཧི་མ་ལ་ཡའི་རི་རྒྱུད་སུ་གཏོགས་པ་དེ་ཚང་མ་ལོག་གི་ཐུ། ཕྱར་གྲུ་མཉམ་འདེགས་ཀྱིས་གནང་ཐུབ་པ་འདི་འདྲས་ཅིག་བྱུང་གི་ཡིན་ན་ཞི་བུ་གཅིག་ཡོང་ཡ་ཅིག་རེད་འདུག་བ། ད་རྒྱ་བ་རྒྱལ་བའི་ཆོས་ཁྲིམས་ཡོང་ཡ་དེ་རེད་འདུག་བ། ཨོ་ད་དེ་འདྲས་ཅིག་ཐུགས་ལ་ཤར་རོགས་གནང་ཞུ་ཡ་ཡིན། ཐུགས་ཆེ་ཚང་མ་བློ་ལ།